མཛའ་བརྩེ་ལྡན་པའི་བོད་རིགས་སྤུན་ཟླ་ཡོངས་ལ་བཀྲ་ཤིས་བདེ་ལེགས། ང་ནི། སྐབས་བཅོ་བརྒྱད་པའི་མདོ་སྟོད་སྤྱི་འཐུས་དབུས་མི་བེ་རི་བཀྲ་ཤིས་དོན་གྲུབ་ཡིན། དེ་རིང་ངས་འདི་ནས་གསར་འགྱུར་བརྒྱུད་ལམ་ཁག་གི་ལམ་སྟོན་གཞིར་བཟུང། དབུས་མི་ལ་བླང་དགོས་པའི་རྒྱུ་མཚན་དང་འཆར་སྣང་གཉིས་ཀྱི་སྒང་ལ་སྐད་ཆ་མདོར་བསྡུས་ཤིག་བཤད་ཡ་འབད་རྩོལ་བྱེད་ཀྱི་ཡིན། ད་ལྟ་བོད་མི་ལ་བླང་དགོས་པའི་རྒྱུ་མཚན་ལྟ་བུ་ཡིན་ན། ཕ་མའི་ནང་བའི་བརྒྱར་བྱིན་གྱི་བསླབ་བྱ། རྩ་ཆེ་བའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན། བཙན་བྱོལ་བོད་མིའི་བཅའ་ཁྲིམས་རིན་པོ་ཆེ་བསྐུར་བའི་འགན་འཁྲི་གསུམ་གྱི་ཐོག་ནས། རང་མི་རིགས་ཀྱི་རྒྱལ་ཁབ་ཀྱི་བདེ་སྡུག། གཞིས་ལུས་རྒྱ་ཆེའི་མི་མང་གི་ཚབ་བྱས་ནས། བོད་ཀྱི་རྩ་དོན། དག་སྣང་གཞན་གྱི་བོད་ཀྱི་སྐད་དང་ཡི་གེ། སྲུང་སྐྱོབ་བྱེད་ཡག་ཆེད་དུ་ལངས་ཀྱི་ཡོད། དེ་ནས་གཉིས་པ་འཆར་སྣང་ལྟ་བུ་ཡིན་ན། ད། བཙན་བྱོལ་བོད་མིའི་སྒྲིག་འཛུགས་པས་གཉིས་ཕན་འོས་མིན་ལམ་གྱི་སྲོལ་རྒྱུན་ང་ཚོ་ལོ་མང་པོ་ལ་རེ་བ་བྱས་ནས་བསྡད་ཡོད་རེད། སྲོལ་རྒྱུན་དེ་ལྟ་བུ་ཡིན་ན་ཧ་ཅང་གི་རྩ་ཆེན་པོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རང་གི་རླབས་ཆེན་གྱི་འོག་ནས་ལམ་སྟོན་འཛམ་གླིང་ན་ཆེས་སྙན་གྲགས་ཆེ་བའི་རྒྱལ་ཁབ་ཁག་གི་དབུ་འཛིན་དང་དབུ་འཛིན་ཟེར་བ་རྣམ་པ། ཞི་བདེའི་སྲོག་རྟགས་སྦྱིན་མཁན་གྱི་གནད་ཡོད་མི་སྣ་དང་ཁེ་ཡོང་རྣམ་པ། དག་སྣང་བཞེངས་མཁན་བློ་ཟུར་བོ་གནས་པའི་རྒྱ་ནག་གི་ཆབ་སྲིད་དཔྱད་བརྗོད་པ་དང་ཁེ་ཡོང་ཚན་རིག་པ་མང་པོ། དག་སྣང་བཞེངས་མཁན་གཞིས་ལུས་རྒྱ་ཆེའི་མི་མང་གིས་ལྟ་བ་ཡིན་ན། ཀུན་གཟིགས་པཎ་ཆེན་རིན་པོ་ཆེ་ལ་སོགས་པའི་གནད་ཡོད་ཀྱི་མི་སྣ། ཧ་ཅང་གི་མང་བོ་ཅིག་ཚད་མཐོ་བའི་རྒྱབ་སྐྱོར་ཡོད་ཡིག་གཉིས་པའི་ཡང་མི་རྣམས་ཀྱི་སྲོལ་རྒྱུན་ཞིག་རེད་དེ་ལྟ་བུ་ཡིན་ན། རྒྱ་ཆེ་བ་སྟོང་ཟ་བ་རྩ་ཆེན་པོ་ཡིན་པ་ཤེས་མི་དགོས་པ་རེད། བཙན་བྱོལ་བོད་མིའི་འབྲུ་རྫིང་ལྟ་བུའི་གཏན་ལ་ཕབ་སྟངས་ཞུ་བ་ཡིན་ན། བཀའ་སྤྱི་གཉིས་རེད་དྭགས་ནང་བཞིན་གྱི་ཞིང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་གནད་ཡོད་མི་སྣ། རྒྱལ་སྤྱིའི་མི་མང་ཡང་ནས་གོ་བསྡུར་སྦྱང་བཤད་གནང་ནས།

ཡིན་ན་ཡང་དྲང་བདེན་དང་བཟང་སྤྱོད་རྩ་བ་ནས་མེད་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་ཨང་རྩོད་པ་སོགས་ཀྱི་རྩ་བ་ཉིད་ནས་འདེད་ཁས་ལེན་གི་ཡོད་མ་རེད་ཁོ་རང་སོགས་ལ་མི་གི་ལ་མར་ཁི་རྩ་བ་ཉིད་ནས་འཕྲོག་གི་ཡོད་མ་རེད་དེ་འདྲའི་སང་ཙང་ང་ཚོས་དེའི་དོན་ཚན་དེ་ཁོ་ཚོ་ལ་མ་བཏོན་ནས་ལོ་ག་ཚིག་འགྲོ་སོང་རེད་དེ་ཡང་ང་ཚོས་ཧ་གོ་གི་རེད་མི་ལོ་བཅུ་བཞི་ལྔ་ཞིག་འགྲོ་འགྲོ་ཚར་རེད། ཡིན་ན་ཡང་ཁོའི་གསུང་དངོས་ནི་དོན་ཚན་གཅིག་ཀྱང་ཁས་ལེན་ཡང་ཕར་བཞག་ད་མདོར་ཡང་གཞིས་ལུས་རྒྱ་ཆེའི་མི་མང་ལ་དཀའ་སྡུག་དཔག་ཏུ་མེད་པ་སྤྲད་ནས་བོད་ནང་གི་སྲོལ་རྒྱུན་ཇེ་ཞན་ཇེ་སྡུག་ཏུ་བཏང་ནས་བོད་རྒྱལ་ཁབ་དང་མི་རིགས་རྩ་མེད་བཏང་ཡག་རེད་འབད་བརྩོན་རྐྱང་རྐྱང་བྱས་ནས་བསྡད་ཡོད་པ་དེ་ང་ཚོས་ཧ་གོ་དགོས་རེད། དེ་འདྲ་སངས་རྩ། ད་ཁོ་སུའི་ངོས་ནས་ང་ཚོའི་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་མི་རིགས་ས་གནས་རང་སྐྱང་གི་བཅའ་ཁྲིམས་སུ་གསར་བའི་རང་སྐྱང་གི་ཆ་རྐྱེན་གཅིག་ཀྱང་མ་ལུས་པར་དམངས་དོན་ཚང་མས་ལག་བསྟར་བྱེད་དགོས་ཟེར་ཡ་དང་བོད་རིགས་ཡོངས་རྫོགས་འཛིན་སྐྱོང་རང་སྐྱོང་གཅིག་གི་འོག་ལ་ཚུད་དགོས་ཟེར་ཆ་རྐྱེན་གཉིས་བཏོན་ཡོད་རེད། ད་དེ་ཁོ་སུས་སྒྲུབ་གི་མེད་པ་ཡིན་ན་ནི་ང་ཚོའི་ངོས་ནས་ཡང་རྒྱ་ནག་དང་ཁ་བྲལ་དུ་འགྲོ་གི་མེད་རང་བཙན་རྩོད་གི་མེད་ཟེར་ཡ་དེ་མི་ལོ་བཞི་བཅུ་ཞེ་ལྔ་ཞེ་དྲུག་ཅིག་ལ་ལག་བསྟར་བྱས་རེད། ད་ལག་བསྟར་བྱེད་དགོས་ཡ་མི་འདུག་བ་ཁོ་སུ་གི་ངོས་ལེན་མེད་ན་ང་ཚོ་གི་དོན་ཚན་དེ་ངོས་ལེན་བྱེད་དགོས་ཡ་མི་འདུག་ལག་བསྟར་བྱེད་དགོས་ཡ་མི་འདུག་མི་འདུག་ཟེར་བའི་རྒྱུ་མཚན་གང་ཡིན་ཟེར་ལག་བསྟར་བྱེད་ཡ་དུས་ཚོད་ང་ཚོ་ལ་མི་འདུག། ང་ཚོ་ཀ་ལའི་ཀ་ལའི་ཀོ་སུ་གི་དར་མདོ་ཡང་ལོ་ལྔ་བཅུ་དྲུག་ཅུ་གར་ཡིན་ན་ཡང་ད་ག་རང་བཞག་ས་རེད་དེ་འདྲ་ཡིན་ན་ང་ཚོའི་རྒྱལ་ཁབ་དང་མི་རུགས། བོད་དང་ཡུ་གེ་སོར་རྒྱུན་གྱི་རིག་གཉིས་ལ་སོགས་པ་རྩ་མེད་འགྲོ་ཐག་ཆོད་རེད་ང་ཚོས་ཡིན་ན་འགན་འཁུར་དགོས་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་བ་ནང་བཞིན་སོ་སོ་གཅིག་བཙན་བྱོལ་དུ་སླེབས་བསྡད་ས་དང་གཅིག་ས་ཡ་ཐོང་ཡ་འབྲུག་སི་བྱུང་ནས་བསྡད་ཡ་ཡོད་མ་རེད་རྒྱལ་ཁབ་དང་མི་རུགས་རྩ་དོན་གྱི་ཆེད་དུ་བསམ་བློ་གཏོང་དགོས་རེད་ཡང་ནས་ཡང་དུ་བཀའ་སློབ་གནང་དགོས་ཡོད་རེད་ང་ཚོ་ཚང་མ་ལ་འགན་ཡོད་རེད་དེ་འདྲའི་བཟང་རྩ། ད་སྐུ་གཟུགས་ཀྱི་མཐིལ་རྩ་བ་ནས་ལེན་གྱི་མེད་ན་ང་ཚོ་ལ་ཐབས་ལམ་གཅིག་ཡོད་རེད། ང་ཚོའི་དངོས་ཡོད་ཀྱི་ལོ་རྒྱུས་ཐོབ་ཐང། ང་ཚོ་རང་བཙན་རྩོད་ཡ། རང་བཙན་གྱི་འཐབ་རྩོད་དེ་ཤུགས་ཆེ་རུ་བཏང་ཡ་རྒྱལ་སྤྱི་གྱི་བདེ་འཇགས་གང་ལ་ཤུགས་ཆེ་རུ་བཏང་དགོས་ཡ་དེ་བླ་ན་མེད་པའི་འགན་འཁྲི་རེད་ལ། དེ་ལ་བརྟེན་ནས་ང་ཚོ་རྒྱལ་ཁ་ཡང་ཆེན་པོ་ཐོབ་གི་རེད་བསམ་པའི་གདེང་ཚོད་ཡོད། ག་རེ་ཡོད་ཟེར་ན། དེ་རྒྱལ་སྤྱི་གྱི་སྟངས་ལ་ང་ཚོས་ཤུགས་ཆེན་པོ་གཅིག་སྤེལ་ཐུབ་པ་ཡིན་ན། ང་ཚོ་བོད་རྒྱལ་ཁབ་མི་རིགས་ག་འདྲི་ཅིག་ཡིན་ན་དེའི་ལོ་རྒྱུས་ག་འདྲི་ཅིག་ཡོད་མེད་དངོས་ཡོད་ཀྱི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དེ་གསར་སྟོན་བྱེད་ཐུབ་པ་རེད། གཉིས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་ཨང་རྫོགས་པ་སོ་གཉིས་ཕིང་ཡོང་མིན་ལམ་གྱི་སྲོལ་རྒྱུན་ངོས་ལེན་བྱེད་འདོད་མེད་བཞིན་དུ་བྱེད་དགོས་ཡ་ག་རྗེ་ཅན་ཡོད་ན་མེད་ན་ཅིག་རང་བཙན་འཐབ་རྩོད་དེ་རྒྱལ་སྤྱིའི་སྒང་ལ་ཤུགས་ཆེན་པོ་སྤེལ་དགོས་ཡ་དེ་རེད་དྲན་གྱི་ཡོད་དེ་སྤེལ་ཐུབ་པ་ཡིན་ན་ཁོ་ཚོས། མི་འདོད་བཞིན་དུ་ཁས་ལེན་ནས། ང་ཚོས་གཉིས་ཕན་ཡོང་མིན་ལ་གུས་སྲོལ་བརྒྱུད་ལག་བསྟར་བྱེད་ཀྱི་ཡིན་ཟེར་ཡ་ཅིག་ཆགས་ཐུབ་ཀྱི་རེད་བསམ་པའི་གདོང་ཚོད་ཡོད། དེ་འདྲ་སོང་ཙང། ང་ཚོ་བོད་མི་ཡོངས་ནས་དེའི་སྐོར་ལ་ཐུགས་སེམས་རྒྱ་ཆེན་པོ་བཞེས་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་ཆགས་བཞག་སམ་ག་དུས་ཡིན་ན་སོ་སོ་ལ་ཚོར་སྣང་ཤུགས་ཆེན་པོ་དང། སེམས་ཁུར་ཤུགས་ཆེན་པོ་བྱེད་ངེས་ཅིག་ཡིན། དེ་ནས་ད་ང་ཚོ་བོད་ཀྱི་སྐད་དང་ཡི་གེ་སྲོལ་རྒྱུན་གྱི་རིག་གནས་ལ་སོགས་པ་འདོད་བརྩོན་ལྷོད་མེད་གནང་མཁན་གྱི་རྩོམ་པ་པོ། མཁས་དབང། སྒྱུ་རྩལ་བ། འཁྲབ་སྟོན་པ། གླུ་བ་གླུ་མ་ལ་སོགས་པ་མང་པོ་ཞིག་བཙན་བྱོལ་ནང་ལ་ཡོང་བསྡད་ཀྱི་འདུག་ཡར་རྒྱས་འགྲོ་བསྡད་ཀྱི་འདུག་དགའ་བསུ་ཡོད་རྒྱབ་སྐྱོར་ཡོད། ང་ཚོ་ཡིན་ན་ཡང་སྤྱི་སྒེར་སུ་ཡིན་ན་ཡང་འདྲ་མཉམ་གྱི་ཐོབ་ཐང་འདྲ་མཉམ་གྱི་ཆེ་མཐོང་འདྲ་མཉམ་གྱི་བདག་སྐྱོང་བྱེད་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་བཞག་རྩ་ཆེན་པོ་རེ་བཞག་དྲན་གྱི་ཡོད་དེ་དང་དེང་སང་གི་ལ་ཆོ་ག་གསུམ་དར་བ་ཡིན་ན་སོ་སོ་སོ་སོའ་ངོས་ནས་ཆོ་ག་རེ་རེ་ལ་ལང་ཚན་མི་འདྲ་བ་མང་པོ་ཡོད་རེད་ལང་ཚན་རེ་རེ་ལ་སོ་སོའ་སྲོག་རྒྱན་གྱི་རིག་གནས། ཞེས་ཞབས་བྲོའ་བློས། ཟློས་གར་འཁྲབ་སྟོན་ལ་སོགས་པ་སོ་སོའ་སྲོག་རྒྱན་གྱི་རིག་གནས་མང་པོ་ཡོད་རེད་དེ་ཚོ་ཡིན་ན་ཡང་རྩ་ཆེན་པོ་བརྩིས་ནས་ཚང་མ་སྤྱི་སྒེར་སུ་ཡང་འདྲ་མཉམ་གྱི་ཐོབ་ཐང་འདྲ་མཉམ་གྱི་གོ་སྐབས་འདྲ་མཉམ་གྱི་བདག་ཅག་བྲི་དགོས་ཡ་དེ། ཧ་ལས་པའི་སྐད་ཆེན་པོ་རེད་བསམ་པའི་ཚོར་སྣང་ཆེན་པོ་ཡོད། ཨཱ་ནི་ད་སོ་སོ་རང་ཉིད་བཙན་བྱོལ་དུ་སླེབས་ནས་མི་ལོ་སུམ་ཅུ་ལྷག་འགྲོ་སོང། དེའི་ནང་ལ་ཤི་མུག་ཅིག་བྲིས་པ་ཡིན་ན་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལ་ཡང་མ་ཉམས་གང་ཕེར་དང་ཉམས་པ་སླར་གསོ་ཡང་ཡང་ཡང་བྱས་ཏེ་ཨཱ་ནི་སྒྲུབ་དགོས་པའི་འཆར་སྣང་མང་པོ་ཞིག་ཡོད་ཞེས་ཡ་དེ་འདྲ་ཡིན། ཨཱ་ནི་ད་སོ་སོ་སྤྱི་འཐུས་གཅིག་གི་གོ་སྐབས་ཅིག་ཐོབ་ན། སོ་སོའི་ངོས་ནས་ཁྲིམས་དང་སྒྲིག་གཞི་གང་དུ་བཀུར་བའི་ཐོག་ནས། སྤྱི་བའི་མི་གཅིག་དང་རྒྱལ་ཁབ་དང་མི་རིགས་རྩ་དོན་གྱི་ཆེད་དུ་འཐབ་རྩོད་བྱེད་ཡག་པའི་སེམས་ཤུགས་ཡོད་ཞེས་པ་དེ་འདྲ་ཡིན། ད་དོན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བསྟན་འཛིན་གྱི་སྤྱི་ཆིངས་དམ་པ་རྣམས་སྐུ་ཚེ་ཁྲི་ཕྲག་ནས་ཁྲི་ཕྲག་བརྟན་པ་བརྟན་པ་བརྗིད་པ་འགྲོ་བ་བདེ་བ་བཞི་ཤེས་མཉམ་འཛོམས་ཡོང་བའི་སྨོན་འདུན་དང་ཡང་སྒོས་སུ། ཉིས་སྟོང་ཉིས་བརྩ་ལྔ་རྩ་དྲུག་གི་སྲིད་བྱུས་འོས་བསྡུ་ཆེན་མོ་དེ་མཆོག་གསུམ་རྡོག་རྩ་གཅིག་ཏུ་སྒྲིལ་བའི་ཐོག་ནས། ཁྲིམས་དང་སྦྲུལ་གྱི་རྩིག་བསྐུར་བའི་ཐོག་ནས། དགྲ་དགའ་གཉེན་སྡུག་དུ་མ་སོང་བར། གཉེན་དགའ་དགྲ་སྡུག་དགོས་ཡ་གི། རྒྱུ་ཅན་དུ་འགྱུར་ཐུབ་པའི་སྨོན་འདུན་དང་བཀྲ་ཤིས་བདེ་ལེགས་ཞུ། བོད་རྒྱལ་ལོ།